ཡ། ད་ཁ་བ་དཀར་པོ་གི་ནོར་ལ་ཡ་ཚང་མ་ལོ་ལ་ཚ་འདྲི་ཞུ་ཡོད། ཨེ་རྣམ་པ་སུ་གོང་དུ་ཀ་མེད་ཚང་མ་ནད་ཚ་བ་ཡིན། ཨ་ཀ་མེད་ཡག་པོ་གནང་བཞིན་འདུག་ང་ནི་ད་རི་ཀ་སུ་བོད་པའི་ཨ་གངས་ཅན་བླ་མ་སྐོར་ལ་བཀའ་སློབ་མང་པོ་གནང་བཞིན་འདུག་ཚང་མ་ནད་ཟེར་བ་ཡིན། དེ་ནས་ད་གངས་ཅན་ལ་མག་ཐོག་ལ་ཡ་སོ་སོ་ཡིན་ན་ཁ་ཚང་བསང་ཚུལ་གྱིས་བཤད་ཚར་བ་ཡིན་ད་རེས་བསྐྱར་དུ་ང་རོས་ཁ་དཀར་པོ་ནོར་གྱིས་ཞོ་ནག་འདྲ་བོ་ཞིག་དྲན་གྱི་འདུག་ག་རེར་ཟེར་ན་ད་གངས་ཅན་ལ་མག་འཁྲུངས་ས་དེ་ནི་དབུས་གཙང་གི་གཙང་ཕྱོགས་ལ་ཡིན་པ་འདྲ།

དེ་ནས་གངས་ཅན་བླ་མ་ང་ཚོ་ངོ་ཨ་ཤི་ཟེར་ན་ངོ་ཏན་ཏན་ངོ་ཤི་གི་ཡོད་ཨ་འབྲི་པོ་ཨ་ཡིན་ཟེར་ན་ཁི་འབྲི་པོ་སྐད་ཆེ་མེད་ཆོས་ཁེ་ཞོ་མ་ནོ་ལ་ཡ་ཆ་དོ་སྣང་དོ་ལ་ཅི་གར་སོ་གོར་ཁ་ལ་ས་ཟེར་ཡ་འདྲ་བོ་ད་ཅི་སྐད་ཆ་ཤེས་ཟེར་འདྲ་འདྲ་སྐད་ཆེ་ནོ་མེད་ཨ་ཡིན་ན་ཨེ་ད་ཅི་ཁོ་རང་གི་ཅི་ལུགས་བརྗོད་འདྲ་བོ་ད་ཨ་ནི་ལས་དོན་བྱེད་ཤ་བ་གི་ཅི་མཛེས་པ་ཁྲེ་རེན་དེ་ཚོ་ནི། ག་ལ་གང་ཚང་གཅིག་ཧ་གོ་འདི་འདྲ་བོ་ཅིག་ཡིན་ཟེར་ནས་ཤོད་ཡས་ཡིན། ཨང་ག་འདྲ་ཟེར་རེད་ཟེར་ན་ད་ཁོ་རང་གིས་ལོ་བརྒྱ་བརྗོད་དེ་ཟེར་རེད་བསམ་བོ་ད་ད་ང་རང་བོད་མི་རིགས་ཀྱི་མི་ཚེ་གི་རིས་ཐང་འདྲ་བོ་ཅིག་རྩིས་རྒྱག་ཡས་ན་ད་ལོ་བརྒྱ་བརྗོད་ཟེར་རེད་ཧ་ལས་པོ་གི་ལོ་ཆེན་པོ་རེད། ཨཱ་ནི་ཁོ་རང་གཞིས་ལ་ཕེབས་ངེས་ཡིན་ན་འདོད་པ་གང་དགོས་ཡང་འདྲ་བོ་ཅིག་རེད་ལ། ཨཱ་ནི་ད་ལྟ་ཅིག་ཁོ་རང་ལ་ཡ་བདེ་བ་བྱེད་ངེས་སློབ་མ་ཚོ་ཡིན་ན་རེད་ཕ་མ་སྤུན་ཆང་ཡིན་ན་རེད་ཕ་ཡི་བྱིས་པ་ཡིན་ན་རེད་ཚང་མ་ཡི་བློ་གང་དགོས་པ་འདྲ་བོ་ཅིག་རེད། དེ་ནི་ཁོ་རང་ད་ལོ་བརྒྱ་ཕྱོགས་ཀྱི་ནོར་ལོག་ལ་ཡ་ལས་དོན་ཕྱི་འབྲེལ་ཤོར་སོང་མང་པོ་ཅིག་བྱས་ཡ་རེད་ཨཱ་ནི་ཁོ་རང་བླ་མ་ཞིང་པའི་ཆ་ནས་བླ་མ་གི་ལས་དོན་དེ་འགྲོ་བ་རེད་ད་ཅིག

ད་ཕྲུག་གི་སྤུ་གུ་དེ་འདྲ་ཡིན་ན་རེད་བསླབ་གྲྭ་ཁག་ཡིན་ན་རེད་ད་ཅི་ཁྱེད་ཅག་ཡུལ་གྲུ་ཁག་གི་རྒྱ་བོད་འབྲུག་སོང་གི་ནང་ལོག་ལ་ཡག་ཅི་ད་ཅི་ཁོ་རང་ལ་ཡག་འབྲེལ་བ་ཡོད་པའི་གི་བོད་རིགས་ཡིན་ན་རེད་ཕ་ཡི་གཅེས་པ་ཡིན་ན་རེད་སྤུན་རྒྱ་ཡིན་ན་རེད་ད་ཡོངས་སུ་རྫོགས་པ་ལ་ཡག་གངས་ཅན་བླ་མ་གི་ཅི་ཨ་ཚུགས་ཁུག་ཐོ་ལ་རོ་པོ་ག་ལ་གང་ཚང་ཅིག་བཟོ་འདེད་ངན་ཅིག་དེ་འདྲ་གི་ལུགས་སྦྱོན་མང་པོ་གོ་ཡག་འདུག།

ཅེས་འཛམ་གླིང་ཞི་བདེ་གི་ཐོག་ལ་ཡིན་ནའང་རེད་འཛམ་གླིང་སྤྱིའི་ཆོས་ལུགས་ཀྱི་སྤྱི་མཐུན་སྒྲིལ་གྱི་ཐོག་ལ་ཡིན་ནའང་རེད། ཀ་ལི་རྒྱ་བཅས་ག་ལ་གང་འཚམས་ཀྱི་ལུགས་མི་མང་པོ་ཅིག་འཛམ་གླིང་མནའ་འབྲེལ་རྒྱ་མཚོ་གི་ནང་ལ་ཡར་ལི་ཁ་བྱས་པ་དེ་འདྲ་གོ་ནོར་ཡོད་ར་ལུགས་རྒྱུ་དེ་འདྲ་ཡི་མཐོང་ནོར་ཡོད་ཨ་ནས་ཚགས་པར་དེ་འདྲ་ནོར་ལ་མཐོང་སོང། དེ་དང་དེ་འབྲེལ་བའི་རེད་འཛམ་གླིང་ག་ལ་ཡར་མི་ཕྱི་འབྲེལ་བྱུང་སོང། ད་མཛངས་ལས་སྣ་སྦྲེལ་གྱི་ཚོགས་ཀྱི་དྲུང་ཆེ་གཙོ་བོས་གི་དེ་ནི་གྱི་རྒྱ་གར་ཁག་གི་མགོ་ཁྲིད་ཟེར་གི་རོ། དེ་འདྲ་མང་པོ་ཆེ་རེ་འཇིགས་བྲལ་གནང་བ་དང་དེ་ག་ན་ཞིག་དེ་ཞི་བདེ་ལས་འབྲེལ་བའི་གི་ད་མི་སྣ་དེ་འདྲ་གི་དང་ཆ་ལ་ཡང་བག་རེ་རྒྱག་པ་དང། ཨ་ནི་དེ་དང་དེ་འབྲེལ་བའི་རེ་ད་ཁོ་རང་ཀྱི་འཛམ་བུ་གླིང་གི་འདས་གི་ནང་ལོག་ལ་ཡང་བྱེད་དགོས་རྒྱུ་ཚང་མ་དེ་ད་བྱས་པ་རེད་སང་སང་འདྲ་བོ་ཅིག་དྲན་གི་འདུག།

ད་ལྟ་གངས་ཅན་བླ་མ་གི་བྱེད་སྟངས་འདྲ་པོ་དང་ཁོ་རང་གི་ཆེད་ཆུག་ཐོག་ལ་ཆོས་ཕྱུག་ཐོག་ཡིན་ན་རེད་བླ་མ་བསྟེན་ཕྱོགས་ཐོག་ལ་ཡིན་ན་རེད་ཀྱི་སྲུང་མ་བསྟེན་ཕྱོགས་ཐོག་ལ་ཡིན་ན་རེད། དེ་སུ་ཕ་ལྟ་དབང་དེ་རུ་དངོས་འབྲེལ་དྲ་འབྲེལ་དབུས་གཙང་གི་ནང་ལ་གངས་ཅན་བླ་མ་སྣ་ཤིའི་གྱེས་ཡ་ཡིན་ན་དེ་དབུས་གཙང་མི་དེ་ཚོ་གྱེས་ནས་མི་ཡག་པོ་ཅང་ཅང་རེད་འདོག་གངས་ཅན་བླ་མ་དེ་ཁྱོད་ནས་བསྟེན་པོ་ཞུ་པོ་རེད་འདོག་ཁོ་རང་དངོས་འབྲེལ་དྲ་འབྲེལ་བསྟེན་པོ་རེད་ཤག།